གཟིགས་མོ་ལྷན་གྱིས་ཁམས་བཟང། དཔེ་ཀློག་ནི་ཡོན་ཏན་སྣ་ཚོགས་ཀྱི་གཏེར་རྒྱ་དོན་འབྱུང་ཁུངས་དང། གནའ་དང་སྐྱེས་བུ་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཤེལ་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཞིག་མིན་ན། ཐེངས་འདིར་ངས་བུ་ཡང་ལས་ཤོག་གིས་ཀྱང་འཛམ་གླིང་དཔེ་ཀློག་ཉིན་མོ་ལ་དམིགས་ཏེ། ནོར་ཝེ་ཨོ་སི་ལུའི་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྗེ་ཉིད་སློབ་ཆེན། ཨོ་སི་ཁྲུ་ལི་ཡ་ལ་ཐུ་བུ་སློབ་ཆེན། ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན། ཐའེ་ལན་དའི་ཆང་ཡུལ་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱས་བཤད་གནང་སྐབས་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་ཝེར་བཅས་ནག་གཞུང་འབོད་རིམ་པ་དྲུག་གདན་ཞུ་གནང་སྟེ་སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་རྒྱུ་ཡོད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ཐའེ་ལན་དའི་ཆང་མའི་སློབ་ཆེན་ནས་འོང་བའི་འབོད་རིམ་པ་མཁར་སྐྱིད་རྒྱ་ཡིན།

དུས་དང་ན་འདི་ནང་ནས་ད་བོད་དོ་རང་གི་ཡང་བྷོད་ཆ་གློག་སྐོར་ཚ་སོ་ད་གི་གཞུང་ལུགས་གི་སྒྲོམ་གཞི་ཟིན་ལྟ་ཞིག་གཟུག་གི་ད་བྷོད་ཆ་ཟིག་ལོག་ན་ཆོག་ཅི་ནང་གི་གཞུང་ལུགས་སྒྲོམ་གཞི་གང་རེད་གཟུག་དེ་ལྟ་གོ་དུས་དང་ན་ཁི་གི་ལོག་སྟངས་ལ་ག་ནས་ལྟ་མོ་ཟིག་རེད་དུས་དང་ན་ད་ངི་སྐབས་ཐོག་གི་ཆུ་གི་ཞིང་གཅིག་གི་ཁ་ཕྱོགས་འཇུ་ན་ད་ཆུ་གི་ཆུ་གི་འབྲོག་ཁ་གི་རིག་གནས་རེད་མོ་འབྲོག་ཁ་གི་རིག་གནས་དང་ཁོར་ཡུག་འདི་མོ་ཟིག་འཇུ་ན་ད་ང་ཚོ་ནི་ད་གི་འབྲོག་ཁ་གི་རིག་གནས་སུ་ནི་འདི་ལྟ་གོ། འདི་དང་ན་ཨ་ཆུ་གི་བོད་ཁམས་གི་རྐྱང་རྐྱང་མ་རེད། ད་ཨ་ཆུ་གི་ཕྱི་རྒྱུད་གི་འབྲོག་ཁ་ཡིན་ན་དཔོན་ཆུང་ཡིན་ན་ད་ཨ་ཧྥེ་རི་ཁ་གི་འབྲོག་ཁ་གི་འདི་གི་ཡང་འབྲོག་ཁ་གི་རིག་གནས། ཡང་ན་རྒྱལ་ཁབ་གཞན་པ་གི་འབྲོག་ཁ་གི་རིག་གནས། ཡང་ཨ་ཆུ་གི་འབྲོག་ཁ་གི་རིག་གནས་འདི་གི་མཚན་དོན་འདི་དག་འདི་ཆི་ཁའི་དར་ཡོང་ནས་ན། འདི་ཕྱོགས་གི་ད་ད་ཕྱི་རྒྱུད་ནང་རྒྱུད་འདི་ཡིག་གི་ནས་ལྟ་གོ་ནི་དུ་མོ་ཟི་རེད། དུ་གི་ནང་ད་འདིའི་ནང་ནས་ད་ད་རང་གི་ཤོ་ཅཱ་ཟི་གི་དེ་ལོག་རྒྱུ་ན།

དེ་ལ་གལ་ཏེ་རང་གིས་འདི་ཐོག་ནས་ཡང་མཚན་དོན་གསར་པ་ཞིག་རང་གིས་ངོ་སྤྲོད་ཐུབ་ན་ད་ལྟའི་ཐོག་ཞིག་ཞིག་ཧྲ་གི་ཟིན་ནོ། འདི་མོ་གི་ཚད་གཞི་འདྲ་འགྲོ་འཛིན་དགོས་གི། དེ་ནས་ད་གི་ད། ཕྱི་མའི་སློབ་ཆེན་ལ་མཚོན་ན། ལྷ་སློབ་གྲྭ་ནང་ན། ཆུ་བོ་འདི། རྒྱལ་སྤྱིའི་འཛིན་གྲྭ་ཟིག་ར་རྒྱལ་ནང་འཛིན་གྲྭ་ཟིག་འདི་མི་ལུས་ཀ་རེ་འོག་གི། དེ་དང་ན། རྒྱལ་ནང་གི་འཛིན་གྲྭ་ནང་ནས། ད་གི་ཆུ་བོ་ཐའི་ལན་དྲི་གི་སྐད་གི། ད་སློབ་སྦྱོང་ཡི་གོ་གི། རྒྱལ་སྤྱི་གི་འཛིན་གྲྭ་ནང་ནས། དབྱིན་ཡིག་གི། དབྱིན་ཡིག་གི་ཁ་རེ་སློབ་སྦྱོང་ཡི་གོ་ནོ་དི་མི་ཟིག་རེད།

ད་ཉལ་ཁང་གཅིག་གི་ནང་ནས་ཉི་ཕ་ཆིག་ཁྲི་གི་དུ་མོ་བཟོས་ཡོད་གི་དུག་དང་ན་ལོ་རུ་ཉི་བར་གི་དར་འགའ་སྟག་ག་སོང་བར་འགའ་ཁོང་མ་ག་ནས་ལུས་རེད་དུག་དང་ན་སློབ་གྲྭ་གི་ཐག་ཉེ་ནས་ལུས་རེད་དུག་དང་ད་ད་རང་གི་དཔེ་ལོག་ཡིན་ན་ར་ཡང་ཞིག་སྟབས་བསྟུན་ནས་བསྡད་ནི་དུ་མོ་བཟོས་རེད་དེ་ལ་ག་ནས་ད་ཁྱོད་གི་དགེ་རྒན་གི་སློབ་ཁྲིད་ཡེ་སྟང་གི་ལ་ག་ནས་འཇུས་ན་ད།

གཟིགས་མོ་བླ་མཆིས་ཁམས་བཟང། དཔེ་ཀློག་ནི་ཡོན་ཏན་སྣ་ཚོགས་ཀྱི་དེབ་བརྒྱ་རྡོའི་འབྱུང་ཁུངས་དང། གནའ་དང་སྐྱེས་བུ་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཤེལ་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཆེན་པོའི་ན་ཐང་འདིར་ངས་བུ་ཡང་ལས་ཤོག་གིས་ཀྱང་འཛམ་གླིང་དཔེ་ཀློག་ཉིན་མོ་ལ་དམིགས་ཏེ། ནོ་ཝེ་ཨོ་སི་ལུ་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྗེ་ཉིད་སློབ་ཆེན། ཨོ་སི་ཁྲུ་ལི་ཡ་ལ་ཐུབ་བུ་སློབ་ཆེན། ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན། ཐའེ་ལན་དའི་ཆང་བིས་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱས་བཤད་གནང་སྐབས་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་དབུས་བཅས་ནག་གཞུང་འབོད་རིམ་པ་དྲུག་གདན་ཞུ་གནང་སྟེ་སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་རྒྱུ་རེད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ཀྲུང་གོའི་པེ་ཅིན་སློབ་ཆེན་ཡོང་བའི་འབོད་རིམ་པ་སོ་ནམ་གཅིག་ཡིན། ང་འདི་ན
ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་བཅུ་བདུན་གྱི་ལོ་ལོ་བཞི་གི་ནང་པེ་ཅིན་སློབ་གྲྭ་ཆེན་མོའི་ནང་ནས་འབོད་རིམ་པ་གི། བྱ་བ་ལས་ནི་རེད། དེ་གི་དང་གི་ཁ་ཕྱོགས་ནི་ཆེད་ལས་འགྱིས་ན་སྐྱེ་ཁམས་རིག་པ་རེད། དེ་གི་གཙོ་བོ་གི་ཁ་ཕྱོགས་གཙོ་བོ་འགྱིས་ན་མདོ་དབུས་མཐོ་སྒང་གི་རྩི་ཤིང་གི་རིགས་འདི་ཕྱོགས་བཞི་འགྱིས་ནི་རེད། བོད་ཀྱི་སློབ་གྲྭ་ཆེན་མོའི་ནང་ནས་སློབ་སྦྱོང་ཡི་གོ་དེ་གི་དཔེ་ཀློག་ར་དེ་གི་སློབ་སྦྱོང་ར་དེ་ཕྱོགས་གང་ཐད་ནས་ཡིན་ན་ད་གཙོ་བོ་འབུམ་རམས་པ་གི་བྱ་བ་དེ་མིག་རྣོ་སྐྱོན་གྱི་དུ་སློབ་སྦྱོང་བྱེད་སྟངས་རལ་དུ་ཚང་མ་དུ་གི་དངོས་གཞི་གི་སློབ་སྦྱོང་བྱེད་སྟངས་དེ་ཅིག་མི་གཅིག་གི་དུ་ཆི་ག་རེ་ཟེར་ན་དངོས་གཞི་ཡིན་དུས་རྨང་གཞི་འཛུགས་རྒྱུ་ཡི་གི་དུས་ཚོད་དྲུག་མོ་དུ་ཡིན་ན་དབུ་ཅར་རལ་དུ་སྣ་ཀ་མང་བ་དེ་རེད་འོན་ཀྱང་འབུམ་རམས་པ་གི་དུས་ཚོད་དེ་ཐོན་དུས་ད་ད་དབུ་ཅར་མང་བ་རེད། དེ་ལྟ་རྒྱུ་དེ་ཚོད་ཕལ་ཆེར་ཡོད་རྒྱུ་རང་མ་རེད་ད་གཙོ་བོ་རང་གི་ཁ་ཕྱོགས་འདི་མི་བཞག་དང་ཁ་ཕྱོགས་གཅིག་ག་མིག་བཞག་དང་ད་དེ་སྟེང་བསམ་བློ་བཏང་ཇི་སྲིད་བ་དང་གི་དུ་ཤེས་སློབ་སྦྱོང་རྒྱུ་དགི་ད་དེའི་སྐོར་གི་དཔེ་ཀློག་ཡིན་ན་ར་ད་དང་བོ་ཟིན་རྒྱུ་རེད་དེ་གི་ཡིན་ན་ད་དངོས་གཞི་སྟེང་དེ་ར་ཟིན་མི་གཅིག་གི། པེ་ཅིན་སློབ་གྲྭ་ཆེན་མོ་གི་འབུམ་རམས་པ་འདི་ལོ་བཞིར་མོ། ལོ་བཞི་གི་ནང་ད་ལོ་དང་བོ་མོ་ད་སློབ་ཁྲིད་བསྐྱོད་གི་དུས་ཚོད་དྲན། དེ་གི་ད་ལོ་དང་བོ་མོ་གི་སློབ་ཁོ་གཉིས་གི་ནང་ད་རང་གི་ཞིབ་འཇུག་གི་ཆེད་ལས་དང་འབྲེལ་བ་ཡོད་ནོ་གི་སློབ་ཁྲིད་ཚང་མ་ད་སློབ་ཁྲིད་ཡུལ་ལས་དེ་གི་ཉེ་ཚར་ཚར་གི་འཇུག་གོ། དེ་གི་ལོ་བཞི་གི་ལོ་གསུམ་ཁོ་ནང་ད་ད་ང་ཡི་གེ་ན་རང་བྱུང་ཚན་རིག་གི་ཁ་ཕྱོགས་ནི་དེ་གི་ནང་ད་སོང་བའི།

དེ་བས་ཞེས་རྩོམ་འབྲི་རེ་ད་དེའི་ཕྱོགས་ནས་ཞིབ་འཇུག་འདི་དགོས་སྟངས་ཅི་ཟེར་བ་དང་ཞིབ་འཇུག་འདི་དགོས་ན་ད་དེ་ཡིན་ན་ད་ད་སྣ་ཁ་ཆ་གཅིག་གི་ཐོག་ནས་ད་དེའི་གོ་རིམ་ལྟར་ལས་དགོས་གི་ད་གཙོ་བོ་ཡིན་ན་ད་ཞེས་རྩོམ་ཞེས་རྩོམ་མང་ལྟ་བུ་ནི་ཞེས་རྩོམ་གི་ནང་ནས་ར་ད་ཟ་འཁོར་རེ་རེ་ཉི་མ་རེ་རེ

དུ་མར་གྱི་སྐུ་ཕུང་ཧ་གི་འདའ་ཞོད་དེའི་ནང་ནས་ར་དུ་གི་སློབ་སྦྱོང་སློབ་བྱེད་ག་ཡིན་ནི་རེད་ད་དུ་ཚང་མ་ཐུན་མོང་གི་ཁྱད་ཆོས་ཟོ་ནོ་ཤི་ཟི་རི་ན་ད་རྒྱུན་དུ་ཆིག་ཁྲ་ཧ་ཅང་མང་གི་ད་རང་གི་སློབ་གྲྭ་ནང་གི་དགེ་རྒན་ཆེ་སློབ་གྲྭ་གཞན་པ་ཡང་ན་རང་གི་སློབ་གྲྭ་ནང་གི་དགེ་རྒན་འདྲ་དུ་ཚང་མ་ག་བདེན་འདྲེན་བྱེད་ཡོང་བའི་ཆིག་ཁྲི་མང་བ་མང་བ་ཡི་ལས

དེ་ཚང་མ་བསམ་བློ་བརྗེ་རེས་ལས་དུག་ཡིན་ན་ད་དུག་དུ་ཡང་ཞིག་དཔེ་ཀློག་ཟེར་གྱི་ནོར་མང་སློབ་སྦྱོང་གི་གོ་རིམ་ཟེར་རེད། ད་དེའི་ཕན་ཆད་ནི་ད་པེ་ཅིང་སློབ་གྲྭ་ཆེན་མོ་ཚུན་གྱི་ན་འདེམས་སྦྱོང་གི་དུག་སློབ་ཁྲིད་ཧ་ཅང་མང་ནི་རེད་དུག་ད་འདེམས་སྦྱོང་སློབ་ཁྲིད་འདི་ཚང་མ་གྱི་ན་ད་དགེ་རྒན་ཧ་ཅང་ཉམས་མྱོང་མང་ཡོད་ནོ་ལོ་ཉི་ཤུ་སུམ་ཅུའི་སློབ་ཁྲིད་གཅིག་སྣ་གཅིག་དུ་ཡི་ལས་དུག་ཡོང་ནོ་དུ་མོ་དགེ་རྒན་ཆེའི་སློབ་ཁྲིད་གོང་ད་དུ་ཅིང་གོ་ད་རང་གི་མ་འདེམས་ན་སོང་ངས་སློབ་ཁྲིད་ནང་སློབ་སློབ་ཁང་ནང་སོང་སློབ་ཁང་རྩ་ཡིག་སོང་གནང་ནས་ཉིན་ནས་དེ་ནས་དེ་གིས་ན་ཆོག་གི་ད་དེ་ཡིན་གྱི་ན་ར་ད་ལ་ལ་ཟི་རང་གི་ཁྱིམ་གྱི་ཁ་ཕྱོགས་འབྲེལ་བ་མེད་ན་ར་ད་དེ་ཉིན་ནས་དེ་གིས་ཡོང་ན་ཤི་གི་ཕན་པ་ཐོག་མེད་དུ་མི་ཟེར། གནམ་གཤིས་ཀྱི་འགྱུར་ལྡོག་གནམ་གཤིས་ཀྱི་འགྱུར་ལྡོག་ད་སའི་གོ་ལ་གི་དྲོད་ཚད་ཇེ་མཐོ་འགྱུར་གི་ནི་ར་མོ་དེ་གི་ཆར་ཆུ་ར་དེ་དེ་ཞིག་གི་འགྱུར་ལྡོག་བྱུང་གི་དོ་ནི་ར་དེ་གིས་ན་ད་དེའི་ཨ་ཆུ་སྐྱེ་ཁམས་མ་ལག་ཨ།

སྤྱིར་སྒར་རང་བྱུང་ཚན་རིག་གི་ཞིབ་འཇུག་སློབ་མ་དག་འདིའི་ཕྱོགས་ལ་རིག་གཞུང་ཞིབ་འཇུག་ཡིན་ནི་ཟི་ཡིན་རྒྱུ་ན་ད་གཙོ་བོ་ལག་ཆ་གསུམ་དགོས་གི་མོད་ལག་ཆ་གསུམ་ཁོ་ད་གང་རེད་ཟེར་ན། དང་མོ་ད་ཁྱོད་རང་གི་ཆེད་ལས་ཀྱི་ཕྱོགས་ཀྱི་གཞུང་ལུགས་རེད་མོ་ད་དཔོན་བཙུགས་རྒྱུ་ན་ངི་ཆོས་དབྱིན་གྱི་ན་སྐྱེས་ཁམས་རིག་པ། ཡང་ན་སྐྱེ་དངོས་རིག་པ། འདིའི་ཕྱོགས་ཀྱི་ད་གཞུང་ལུགས་ད་ཁྱེད་ཤེས་གི་ངེས་ཀྱི་ཟི་རང་གི་རྨང་གཞི་ཤ་ཤེས་དགོས་གི་མོ། དེའི་འཕྲོ་ནས་ད་དབྱིན་ཡིག་རེད། དབྱིན་ཡིག་ཆི་ཁའི་གཙོ་བོ་རེད་ཟེར་ན་ད།

གཟིགས་མ་ལྷན་རྒྱས། ཐེངས་འདིའི་ལེ་ཚན་སྟོང་ཚིམས་འདི་ནས་འཇོག། ལྷན་རྒྱས་ནས་ཕྱིན་ཅི་ཀྱང་ངའི་བུ་ཡང་ནས་ཤོག་གི་ལེ་ཚན་ལ་དཔྱད་གཟིགས་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ། ལྷན་རྒྱས་སྐུ་ཚེ་རིང། གཟིགས་མ་ལྷན་རྒྱས་ཁམས་བཟང། དཔེ་ཀློག་ནི་ཡོན་ཏན་སྣ་ཚོགས་ཀྱི་དེབ་བརྒྱ་རྡོའི་འབྱུང་ཁུངས་དང། གནའ་དང་སྐྱེས་བུ་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཕྱིར་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཞིག་མིན་ན། ཐེངས་འདིར་ངའི་བུ་ཡང་ནས་ཤོག་གིས་ཀྱང་འཛམ་གླིང་དཔེ་ཀློག་ཉིན་མོ་ལ་དམིགས་ཏེ། ནོར་ཝེའི་ཨོ་སི་ལུའི་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྗེ་ཉིད་སློབ་ཆེན། ཨོ་སི་ཁྲུ་ལི་ཡ་ལ་ཐུམ་པུ་སློབ་ཆེན། ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན། ཐའེ་ལེན་དཱའི་ཆང་ཡུལ་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱས་བཤད་གནང་གི་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་དབུས་ཀྱི་ནག་གཞུང་འབུམ་རམས་པ་དྲུག་བརྡལ་བཤིག་གནང་སྟེ་སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་རྒྱུ་རེད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ནོར་ཝེ་ཨོར་སི་ལོ་སློབ་ཆེན་ཡོང་བའི་འབུམ་རམས་པ་ལྕགས་ཤམ་ཚེ་རང་ཡིན།

རྒྱུན་ལྡན་གྱི་སློབ་ཁྲིད་ཀྱི་སྐབས་སྐད་རིགས་དེ་དག་ཏུ་མང་ཆེ་ཤོས་ནི་ཁོས་ཡིན་ཤེས་ཏེ། ད་ང་ཚོ་འདི་ན་འོག་གི་སློབ་མ་ཡིན་འདྲ་ན་ཡང་ད་གི་སློབ་གྲྭ་དེའི་ནང་ནས་ང་ཚོ་ཨ་མདོ་ནས་ད་སློབ་མ་བཞི་རེ་ལྔ་རེ་ཡོད་འདི་ནས་འོག་ལྗོངས་སློབ་གྲྭ་ཆེན་མོ་གི་དགེ་རྒན་ཡང་འགའ་རེ་ཡོད་རེད་དེ་འདི་ན།

ནོར་བུའི་སྐལ་ལྡན་ཐོག་ཏུ་ཅིག་ལྗང་གུ་ནོར་བུ་ཅིག། དེ་ཐོག་དེ་ཅིག་དུ་མོ་དཀར་ཡུམ་མི་ཡུག་པ། དེ་འདི་ན་ད་ང་ཚོ་ཚང་མ་གི་ནོར་བུའི་སྐལ་ཐོག་ཏུ་ཕ་ཆེ་ད་ཤ་ཤེད་ནི་མ་རེད་ད་རྒྱུན་ལྡན་གི་ཅིག་བདེ་མོ་ལ་སོགས་པ་ཡང་ན་ཁྱོད་སྐལ་འགྲོ་འདི་འགྲོ་གི་ཅིག་ད་རང་གི་ཆེ་སྤྱིར་བཏང་གི་ཚིག་འགའ་རེ་ང་ན་ཤ་ཤེད་ད་ཤ་ཤེད་ནི་མ་རེད།

ད་ཁོས་དཔོན་ཚུལ་གང་ལ་སོགས་པ་ཡིན་ན་ཆོག་གི་ཕྱི་གི་ནང་ཡིན་ན་ཁོས་ཇོ་ཇོ་དཔོན་ལོག་པའི་ད་བཟང་སྟོད་ཀྱི་ཤང་གི་ཟིག་ན་ཆོག་གི་དཔོན་ལོག་པ་གི་གི་མཚན་ཉིང་གི་ཤང་གི་ཟིག་ནི་མོག་དེ་རྒྱུ་ཟིག་དུ་མོག་ཤང་གི་ཟིག་ཡང་ཡོད་དགོས་གི་དེ་ཡིན་དང་ན་ད་ཞེ་ཡིག་ཟིག་དཔེ་ཆ་བལྟས་ནོ་ཧ་ཅང་གི་ཅིག་ཀྱང་ཀ་ར་ཏི་ལ་ཀ་ཅིག་ཧྲ་ཡིག་དེ་ཡིན་དང་ན་ཡང་དཔོན་ཚུལ་གང་གི་དེའི་ནང་ནས་གི་གོ་རེ་ཡང་ཅིག་དབྱིན་ཚང་གི་བྱ་ག་རེ་བྱེད་ནས་དེ་ཡིས་དེ་དྲུག་གི་གི་ཞེ་ཡིག་གི་གི་འདྲ་ར་དེ་དག་དེ་ཡང་ཡིན་ན།

གཙོ་བོ་གི་མི་རིགས་རིག་པ་རི་སྤྱི་ཚོགས་རིག་པ་གི་གཞུང་ལུགས་འདི་དག་འདི་དེ་དང་འབྲེལ་ལས་དེ་དག་གི་བཤད་པ་དང་ནི་ཁྱིམ་གཅིག་ཡིན་ནི་དུ་མ་ཟིག་རེད། དེ་འདི་ན་ད་གཙོ་བོ་ཧོལ་རྒྱ་ཉི་ན་ད་མི་རིགས་རིག་པ་གི་སྐོར་གི་ཧོལ་རྒྱ་དེ་དག་དེ་མང་ལྟ་དགོས་གི། ད་ཧོལ་རྒྱ་ལྟ་རིག་ལྷ་ཚོ་ར།

ལྷན་གྱི་ཉིན་ཕྱིན་ཅི་ཀྱང་ངས་སྒོ་ཡངས་ནས་ཤོག་ལེ་འཛིན་ལ་སྐྱེས་སུ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ། ལྷན་གྱི་སྐུ་ཚེ་རིང། གཟིགས་མོ་ལྷན་གྱི་ཁམས་བཟང། དཔེ་ཀློག་ནི་ཡོན་ཏན་སྣ་ཚོགས་ཀྱི་དེབ་བརྒྱ་འདོད་འབྱུང་ཁུངས་དང། གནའ་དང་སྤྱི་བོའི་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཤེལ་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཞིག་མིན་ན། ཐེངས་འདིར་ངས་བོད་ཡིག་ལས་ཤོག་དེས་ཀྱང་འཛམ་གླིང་ཧོལ་གློག་ཉིན་མོ་ལ་དམིགས་ཏེ། ནོར་ཝེ་ཨོ་སི་ལུའུ་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྒྱལ་གཉེར་སློབ་ཆེན། ཨོ་སི་ཁྲུ་ལི་ཡ་ལ་ཏུག་གི་སློབ་ཆེན། ཨ་རིའི་བྷེར་ཇི་ནི་ཡ་སློབ་ཆེན། ཐའེ་ལན་དུའི་ཆང་མིག་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱལ་ཕྱི་ནང་གི་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་བོད་ཀྱི་ན་གཞོན་འབུམ་རམས་པ་དྲུག་གདན་ཞུ་གནང་སྟེ། སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་འཆར་ཡོད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ཐའེ་ལན་དུའི་ཆང་མིག་སློབ་ཆེན་ནས་འོང་བའི་འབུམ་རམས་པ་མཁར་སྐྱིད་རྒྱ་ཡིན།

འབྲོག་ཁ་གི་རིག་གནས་རེད་མོད། འབྲོག་ཁ་གི་རིག་གནས་དང་ཁོར་ཡུག་འདི་མུ་ཟིན་གྱི་ན། ད་ང་ཚོ་ན་ད་གི། འབྲོག་ཁ་གི་རིག་གནས་ཟིན་ནོ་འདི་ལྟ་གོ། འདི་ད་ན་ཨ་ཅུག་གི་བོད་ཁམས་གི་རྐྱང་རྐྱང་མ་རེད། ད་ཨ་ཅུག་གི་ཕྱི་རྒྱུད་གི་འབྲོག་ཁ་གྱི་ན་ཧོང་ཅོག་ན་ད་ཨ་ཧྥེ་རི་ཁ་གི་འབྲོག་ཁ་གི་འདི་གི། ཡང་འབྲོག་ཁ་གི་རིག་གནས། ཡང་ན་རྒྱ་ཁུ་ཞམ་པ་གི་འབྲོག་ཁ་གི་རིག་གནས། ཡང་ཨ་ཅུག་གི་འབྲོག་ཁ་གི་རིག་གནས་འདི་གི། མཚན་དོན་འདི་དག་འདི་ཆེ་གེ་དར་ཡོང་ནས་ན། འདི་ཕྱོགས་གི་ད། ད་ཕྱི་རྒྱུད་ནང་རྒྱུད་འདི་ཡིག་གི་ནས་ལྟ་གོ་ནོ་དི་མོ་ཟི་རེད། དེ་གི་ནང་ད་འདི་ནང་ནས་ད།

དེ་ནང་ན་ད་སློབ་གྲྭ་འདི་ཚོ་ན་ཕྱུགས་གལ་ཏེ་འདི་དངོས་གཞི་ལོ་རིམ་དང་བོ་ནང་ནས་ད་སློབ་གྲྭ་གི་སློབ་མ་ཆོས་ཉག་ཁང་བཀོད་སྒྲིག་ཡིན་ནོ་ལྟ་མོ་ཟིག་རེད། འདི་གི་དམིགས་ཡུལ་འགྲན་སྒྲོག་ཆི་ཟིག་རེད་ཟེར་ན་ད་སློབ་མ་ཆོས་སློབ་གྲྭ་གི་ཁོར་ཡུག་དེ་སློབ་གི་བཞག་ཨེ་ལྟ་མོ་ཟིག་རེད། དེ་ནང་ན་ལོ་རིམ་གཉིས་བར་གི་ད་སློབ་མ་གི་སློབ་མ་ཆོས་རང་གི་སྟག་ཁང་ནས་ཁང་བ་རྩ་ན་ར་ཆོག་གི་ནང་ནས་བསྡད་ན་ར་ཆོག་གི་འོན་ཀྱང་ནང་ནས་བསྡད་ན་ད་ཁྱོད་ཀྱི་གོམས་གཤིས་བཟོ་ནོ་ཆི་ཟིག་རེད་ཟེར་ན་ཉིན་མང་འདུག་རྒྱུ་དགེ་མི་དགའ་གི།

གཟུགས་མ་ལྷན་ཅིག་ཁམས་བཟང། དཔེ་ཀློག་ནི་ཡོན་ཏན་སྣ་ཚོགས་ཀྱི་དེབ་བརྒྱ་རྡོའི་འབྱུང་ཁུངས་དང། གནའ་དང་སྤྱི་བོའི་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཤེལ་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཆེན་པོའི་ན་ཐང་འདིར་ངས་བུ་ཡང་ལས་ཤོག་གིས་ཀྱང་འཛམ་གླིང་དཔེ་ཀློག་ཉིན་མོ་ལ་དམིགས་ཏེ། ནོ་བྷེལ་ཨོ་སི་ལོའི་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྗེ་ཉིད་སློབ་ཆེན། ཨོ་སི་ཁྲུ་ལི་ཡ་ལ་ཐུབ་བུ་སློབ་ཆེན། ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན། ཐའེ་ལན་དའི་ཆང་བིས་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱས་བཤད་གནང་གི་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་བོད་བཅས་ན་གཞོན་འབུམ་རམས་པ་དྲུག་གདན་ཞུ་གནང་སྟེ་སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་རྒྱུ་རེད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ཀྲུང་གོའི་པེ་ཅིན་སློབ་ཆེན་ནས་ཡོང་བའི་འབུམ་རམས་པ་བསོད་ནམས་སྐྱིད་ཡིན། ང་འདི་ན
ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་བཅུ་བདུན་གྱི་ལོ་ལོ་བཞི་གི་ནང་པེ་ཅིན་སློབ་གྲྭ་ཆེན་མོའི་ནང་ནས་འབུམ་རམས་པ་གི་བྱ་བ་ལས་ནི་རེད། དེ་གི་ད་ང་ཁ་ཕྱོགས་ང་ཆེད་ལས་འགྱིན་ན་སྐྱེ་ཁམས་རིག་པ་རེད། དེ་གི་གཙོ་བོ་གི་ཁ་ཕྱོགས་གཙོ་བོ་འགྱིན་ན་མདོ་དབུས་མཐོ་སྒང་གི་རྩི་ཤིང་གི་རིགས་འདི་ཕྱོགས་པ་ཞིབ་འཇུག་གི་ནི་རེད། པེ་ཅིན་སློབ་གྲྭ་ཆེན་མོའི་ནང་ནས་སློབ་སྦྱོང་ཡི་གོ་དེ་གི་དཔེ་ཀློག་ར་དེ་གི་སློབ་སྦྱོང་ར་དེ་ཕྱོགས་གང་ཐད་ནས་ཡིན་ན་ད་གཙོ་བོ་འབུམ་རམས་པ་གི་བྱ་བ་དེ་མིག་རྣོ་སྐྱོན་གྱི་དུ་སློབ་སྦྱོང་བྱེད་སྟངས་འདྲ་དུ་ཚང་མ་དག་དངོས་གཞི་གི་སློབ་སྦྱོང་བྱེད་སྟངས་དེ་ཅིག་མི་གཅིག་གི་དུ་ཆི་ག་རེ་ཟིན་ན་དངོས་གཞི་ཡིན་དུས་རྨང་གཞི་འཛུགས་རྒྱུ་ཡི་གི་དུས་ཚོད་དྲོ་མོ་དགོས་ན་དཔེ་ཆ་ར་དུ་སྣ་སྐ་མང་བ་ལྟོས་རེད་འོན་ཀྱང་འབུམ་རམས་པ་གི་དུས་ཚོད་དེ་ཐོན་དུས་ད་དཔེ་ཆ་མང་བ་ར་དེ་ལྟ་རྒྱུ་དེ་ཚོ་ཕལ་ཆེར་ཡོད་རྒྱུ་རང་མ་རེད་ད་གཙོ་བོ་རང་གི་ཁ་ཕྱོགས་འདི་མི་བཞག་དང་ཁ་ཕྱོགས་གཅིག་ག་མིག་བཞག་དང་ད་དེ་སྟེང་ཟབ་མོ་སྟེང་ཇི་སྲིད་བ་དང་གི་དགེ་སློབ་སྦྱོང་རྒྱུ་དེ་གི་ད་དེའི་སྐོར་གི་དཔེ་ཀློག་ཡིན་ན་ར་ད་དང་བོ་ཟིན་རྒྱུ་རེད་དེ་གི་ཡིན་ན་ད་དངོས་གཞི་སྟེང་དེ་ར་ཟིན་མི་གཅིག་གི། པེ་ཅིན་སློབ་གྲྭ་ཆེན་མོ་དགོན་པར་རིམ་པ་འདི་ལོ་བཞིར་མོ་ལོ་བཞི་གི་ནང་ད་ལོ་དང་བོ་མོ་ད་སློབ་ཁྲིད་རྒྱུགས་དུས་ཚོད་དྲན་དུ་གི་ད་ལོ་དང་བོ་མོ་གི་སློབ་ཁོ་བོ་གཉིས་གི་ནང་ད་རང་གི་ཞིབ་འཇུག་གི་ཆེད་ལས་དང་འབྲེལ་བ་ཡོད་ནོ་གི་སློབ་ཁྲིད་ཚང་མ་ད་སློབ་ཁྲིད་ཡི་ལས་དུ་གི་ཉེ་ཚར་ཚར་གི་འཇུག་གོ་དུ་གི་ལོ་བཞི་གི་ལོ་གསུམ་ཁོ་ནང་ད་ད་ང་ཡིན་ན་རང་བྱུང་ཚན་རིག་གི་ཁ་ཕྱོགས་ནི་དུ་གི་ནང་ད་སོང་བའི

དེ་གའི་བཤད་སྲོལ་མི་འཁྲུལ་རེད་ད་དེའི་ཕྱོགས་ནས་ཞིབ་འཇུག་འདི་དགོས་སྟངས་ཅི་ཟེར་བ་དང་ཞིབ་འཇུག་འདི་དགོས་ནི་ད་དེ་ཡིན་ན་ད་ད་སྣ་ཁ་ཆ་གཅིག་གི་ཐོག་ནས་ད་དེའི་གོ་རིམ་ལྟར་ལས་དགོས་གི་ད་གཙོ་བོ་ཡིན་ན་ད་བཤད་སྲོལ་བཤད་སྲོལ་མང་ལྟ་བུ་ནི་རེད་བཤད་སྲོལ་གི་ནང་ནས་ར་ད་ཟླ་བ་གཟའ་འཁོར་རེ་རེ་ཉི་མ་རེ་རེ

དེ་ཚང་མ་བསམ་བློ་བརྗེ་རེས་ལས་དེ་གས་ན་ད་དུ་དེ་ཡང་ཞིག་གི་དཔེ་ཀློག་ཟེར་གྱི་ནོར་མང་སློབ་སྦྱོང་གི་གོ་རིམ་ཟེར་རེད། ད་དེའི་ཕན་ཆད་ནི་ད་པེ་ཅིང་སློབ་གྲྭ་ཆེན་མོ་ཚུན་གྱི་ན་འདེམས་སྦྱོང་གི་དེ་གི་སློབ་ཁྲིད་ཧ་ཅང་མང་ནི་རེད་དེ་གི་ད་འདེམས་སྦྱོང་སློབ་ཁྲིད་འདི་ཚང་མ་གྱི་ན་ད་དགེ་རྒན་ཧ་ཅང་ཉམས་མྱོང་མང་ཡོང་ནི་ལོ་ཉི་ཤུ་སུམ་ཅུའི་སློབ་ཁྲིད་གཅིག་སྣ་གཅིག་དུ་ཡི་ལས་དེ་གི་ཡོང་ནི་དུ་མོ་དགེ་རྒན་ཆེའི་སློབ་ཁྲིད་གོང་ད་དེ་ཅིང་གུ་ད་རང་གི་མ་འདེམས་ན་སོང་ངའི་སློབ་ཁྲིད་ནང་སློབ་སློབ་ཁང་ནང་སོང་སློབ་ཁང་རྩ་ཡིག་སོང་གནང་ནས་ཉིན་ནས་དེ་ནས་དེ་གི་ན་ཆོག་གི་ད་དེ་ཡིན་གྱི་ན་ར་ད་ལ་ལ་ཟི་རང་གི་ཁྱིམ་གྱི་ཁ་ཕྱོགས་འབྲེལ་བ་མེད་ན་ར་ད་དེ་ཉིན་ནས་དེ་གི་ཡོང་ན་ཤི་གི་ཕན་པ་ཐོག་མེད་དུ་མི་སྲིད་རེད། གནམ་གཤིས་ཀྱི་འགྱུར་ལྡོག་གནམ་གཤིས་ཀྱི་འགྱུར་ལྡོག་ད་སི་ཀུ་ལ་གི་དྲོད་ཚད་ཅིག་འཐོན་རྒྱུ་གི་ནི་ར་མོ་དེ་གི་ཆར་ཆུ་ར་དེ་དེ་ཞིག་གི་འགྱུར་ལྡོག་བྱུང་གི་དོ་ནི་རེད་དེ་གི་ན་ད་དེའི་ཨ་ཆུ་སྐྱེ་ཁམས་མ་ལག་ག། ཤུགས་རྐྱེན་ཆེ་ལ་ཐེབས་ཀྱི་རེད། ད་ངའི་ཞིབ་འཇུག་གོ་གནས་ཡིན་གྱི་ད་ལྟ་སྔན་ཆད་ཆུ་ད་ཁོ་འཇང་ངའི་ཞིབ་འཇུག་གི་བྱ་ཡུལ་འདི་མདོ་དབུས་ཐུགས་དགོངས་རི་མོ་དེ་མདོ་དབུས་ཐུགས་དགོངས་འདི་སྔན་ཆད་ཆི་ཤི་ཆི་ཤི་ཡོང་གི་ད་སྐུ་ད་གནམ་ཞིང་འགྱུར་ལྡོག་རང་དེའི་ཁྲོད་ན་ཆི་ཤི་ཆི་ཤི་འདི་འོག་གི་དེ་གི་ཞེན་ཆད་ཆུ་ཆི་ཤི་ཁ་ཕྱོགས་ཆི་ཤི་འགྱུར་འོག་གི་ད་དེ་ཞིབ་འཇུག་གི་གྱོད་དུམ་ཟེར་ཡ། སྤྱིར་སྒལ་རང་བྱུང་ཚན་རིག་གི་ཞིབ་འཇུག་སློབ་མ་ད་འདིའི་ཕྱོགས་ལ་རིག་གཞུང་ཞིབ་འཇུག་ཡིན་ནི་ཟི་ཡིན་རྒྱུ་ན་ད་གཙོ་བོ་ལག་ཆ་གསུམ་དགོས་གི་མོད་ལག་ཆ་གསུམ་ཁོ་ད་གང་རེད་ཟེར་ན། དང་མོ་ད་ཁྱོད་རང་གི་ཆེད་ལས་ཀྱི་ཕྱོགས་ཀྱི་གཞུང་ལུགས་རེད་མོ་ད་དཔོན་བཙུགས་རྒྱུ་ན་ངི་ཆོས་ཡིན་རྒྱུ་ན་སྐྱེ་ཁམས་རིག་པ། ཡང་མིན་ན་སྐྱེ་དངོས་རིག་པ་འདིའི་ཕྱོགས་ཀྱི་ད་གཞུང་ལུགས་ད་ཁྱེད་ཤེས་གི་ངེས་ཅན་ཟི་རང་གི་རྨང་གཞི་ཤ་ཤེས་དགོས་གི་མོ་དེའི་འཕྲོ་ནས་ད་དབྱིན་ཡིག་རེད། དབྱིན་ཡིག་ཆི་ཁའི་གཙོ་བོ་རེད་ཟེར་ན་ད།